རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཁེ་སང་ཁེ་ཉིན་ངས་སྡོམ་ཚིག་གི་བཤེར་རྩིས་དང་འཐེན་ཚིག་གི་བཤེར་རྩིས་བསླབས་པ་ཡིན། སྡོམ་ཚིག་གི་བཤེར་རྩིས་ལ་འཐེན་ཚིག་རྒྱབ་དགོས་ཀྱི་ཡོད་རེད་འཐེན་ཚིག་གི་བཤེར་རྩིས་ལ་སྡོམ་ཚིག་རྒྱབ་དགོས་ཀྱི་ཡོད་རེད་ཅེས་ནས་ཞུས་པ་ཡིན་པ་ད་ག་ནང་བཤད་འདུག་དེ་རིང་ངས་སྒྱུར་རྩིས་ཀྱི་བཤེར་རྩིས་རྒྱབ་སྟངས་དེ་ལབ་ཡག་ཡིན། ཁེ་སང་ཞུས་པ་ནང་བཤད་འདུག་སྒྱུར་རྩིས་ཀྱི་བཤེར་རྩིས་ལ་སྒོ་ཚིག་རྒྱབ་དགོས་ཀྱི་ཡོད་རེད། ད་ག་ནང་བཤད་འདུག་སྒོ་ཚིག་གི་བཤེར་རྩིས་ལ་སྒྱུར་རྩིས་རྒྱབ་དགོས་ཀྱི་ཡོད་རེད། ཇི་སྟེ་ཚང་མ་དེ་རིང་ང་ཚོས་ཤེར་ཚིག་རྒྱག་སྟངས་ལབ་གི་ཡོད་རེད་ངན་ལ་ཤེར་ཚིག་རྒྱག་བ་ལ་ངན་ལ་རྩིས་ཤིག་བསྐུར་དགོས་གི་ཡོད་རེད་བ། བསྐུར་དགོས་དུས་ཚང་མ་ངས་འདི་འདྲ་མ་འདི་འདྲ་ཞིག་བསྐུར་བཞག་ཡོད་བཞི་བཅུ་ཞེ་དྲུག་ལ་ཉི་ཤུ་རྩ་བདུན་གི་བསྒྱུར་རྩིས་རྒྱབ་ཟེར་ཡ་གཅིག་བསྐུར་ཡོད་དང་པོ་ངེད་ལ་ང་ཚོས་བསྒྱུར་རྩིས་དེ་རྒྱབ་དགོས། ད་བདུན་དྲུག་བཞི་བཅུ་ཞེ་གཉིས་བདུན་དང་དྲུག་གཉིས་བསྒྱུར་ན་བཞི་བཅུ་ཞེ་གཉིས་རེ་གཉིས་དེ་ལ་བཞག་གི་རེད་བ། ཨ་ནི་བདུན་བཞི་ཉི་ཤུ་རྩ་བརྒྱད་རེད་བ་ཉི་ཤུ་རྩ་བརྒྱད་ཀྱི་སྒང་ལ་བཞི་བསྡོམས་ན་སུམ་ཅུ་སོ་གཉིས་རེད་བ་སུམ་ཅུ་སོ་གཉིས་ཆགས་གི་འདུག་བ། ད་དེའི་གི་དོན་ཚར་བ་རོ་དེ་ཚར་བ་ཡིན་ན་བཙོན་པ་འདི་དུག་གསུ་ཚར་སོང་ལ་ནི་ཚར་སོང་བའི་རྟགས་དེ་རྒྱབ་ཤ་ན་འགྲིག་གི་ཡོད་རེད་ད་འདི་མ་ཅིག་གསུ་ན་མ་གཏོང་ན་ས་ཆ་ཤོང་གི་མི་འདུག་ཨ། ད་དེའི་རྗེས་ལ་ཡ། ཨ་གཉིས་དེ་གི་སྒྱུར་རྩིས་རྒྱབ་དགོས་ཀྱི་རེད་གང་ཡིན་ཟེར་ན་བདུན་གི་སྒྱུར་རྩིས་རྒྱབ་ཚར་བ་རེད་བ་ད་གཉིས་གི་སྒྱུར་རྩིས་རྒྱབ་པ་ཡིན་ན་དྲུག་གཉིས་གི་བཅུ་གཉིས་རེད་བ། Six two ས Twelve རེད་བ་དེ་ནི་བཞི་གཉིས་གི་བརྒྱད་བཞི་དང་གཉིས་གི་སྒྱུར་རྩིས་རྒྱབ་ན་བརྒྱད་རེད་ཨེ་ནི་གང་ལ་ཅིག་བསྡོམས་ཡ་ཡོད་རེད་དེ་བསྡོམས་པ་ཡིན་ན་དགུ་རེད་བ།

བྱས་ཙང་ཐང་གིས་ཞུས་པ་ནང་བཞིན་དུ་ད་བསྒྱུར་རྩིས་ཀྱི་བཤེར་རྩིས་བརྒྱབ་དུས་ཚན་པ་སྒོ་རྩིས་བརྒྱབ་དགོས་ཀྱི་ཡོད་རེད། སྒོ་རྩིས་བརྒྱབ་དགོས་དུས་ཚན་པ་དག་ནམ་རྒྱུན་ནང་བཞིན་དུ་ཁོ་རང་ལེན་ཏེ་ནང་ལོགས་ལ་བྲིས། དེ་ནས་ནང་ལོགས་ལ་བྲིས་ནས་ཨ་ནི་ཕྱི་ལོགས་ལ་འདི་གཉིས་ཀྱི་གང་རུང་ཞིག་བཞག་དགོས་ཀྱི་ཡོད་རེད། འདི་བཞག་ན་འགྲིག་གི་ཡོད་རེད་འདི་བཞག་ན་འགྲིག་གི་ཡོད་རེད། ད་འདི་བཞག་པ་ཡིན་ན་སྒང་ལ་འདི་སླེབས་དགོས་ཀྱི་ཡོད་རེད་འདི་བཞག་པ་ཡིན་ན་སྒང་ལ་འདི་སླེབས་དགོས་ཀྱི་ཡོད་རེད་ཁོ་གཉིས་གཅིག།

ཚང་མ་ལ་ནམ་རྒྱུན་སྒོར་རྩིས་བྱ་བ་ནང་བཞིན་བྱས་ནས་ཞོ་ཞུ་བ་བྱེད་དགོས་ཨ་ཡོད་མ་རེད་གཞི་ལས་གིན་འདུག་མི་འདུག་ཤར་རྒྱག་ལྟ་བྱ་བ། གཞི་ལས་གིན་འདུག་མི་འདུག་ཤར་རྒྱག་ལྟ་ཡ་ལ་དང་པོ་བན་གི་སྒང་ལ་དེ་ཞིག་ཡོད་མ་རེད་གད་ཞིག་ཡོད་མ་རེད་གད་ཅིག་མ་རེད་གད་ཅིག་སྐྱོན་ཡོད་མ་རེད་དེ་མིན་ཧང་སང་ཡོད་མ་རེད་དེ་ནས་དེ་ནས་ཕར་འགྲོ་ན་ཀྲི་ཝལ་རེད་ཀྲི་ཝལ་སྒང་ལ་ཡང་ཞིག་ཡོད་མ་རེད་དེ་ཧང་སང་ཡོད་མ་རེད་དེ་ཚོ་ཚང་མ་ལ་ལེགས་པོར་བཞག་ན་འགྲིག་གི་རེད་ད་འདི་ལ་ལས་སོང་ན་ག་ཚོད་ཆགས་ཀྱི་རེད། བརྒྱ་དང་བཞི་བཅུ། བརྒྱ་དང་ཉི་ཤུ་རྩ་བཞིའི་ཆ་གི་འདུ་བ། བརྒྱ་དང་ཉི་ཤུ་རྩ་བཞིའི་དེའི་ནང་ལོགས་ལ་བཞི། བཞི་མཉམ་དུ་བསྒྱུར་ཚིག་བརྒྱབ་ན་ཡོངས་ཀྱི་འདུ་བའི་རྟགས་ཡར་བལྟ། ཡོངས་སོང་ན་དང་པོ་དེ་འགྲིག་ཡོད་པའི་རྟགས་བལྟ། ང་ཚོ་བཞི་སླེབས་འགོ་ཡོར་བ་ངས་བཞི་བཞག་ནས་ད་སླེབས་ཀྱི་འདུག་མི་འདུག་རྟགས་ཡར་བལྟ། བལྟ་དུས་བརྩམས་པ། ད་ཁོ་རང་གཉིས་བསྒྱུར་ཚིག་བརྒྱབ་ཡ་རེད། བཞི་དང། ཉི་ཤུ་རྩ་བདུན་དེ་བསྒྱུར་ཚིག་བརྒྱབ་ཡ་རེད་བྱེད་དུས་བརྩམས་པ། བཞི་དང་དང་པོ་བདུན་གཉིས་བསྒྱུར་ཚིག་བརྒྱབ་འོར་བ། བདུན་བཞི་ཉི་ཤུ་རྩ། རྩ་བརྒྱུད། ཉི་ཤུ་རྩ་བརྒྱད། བདུན་དང་བཞི་བསྒྱུར་ན་ཉི་ཤུ་རྩ་བརྒྱད་ཡིན་ཙང་ཉི་ཤུ་དེ་སྒང་ལ་བཞག་ནས་བཞི་དེ་འདས་ལ་བཞག་ཡ་རེད། ཨ་དེ་ནི་བཞི་གཉིས་ཀྱི་བརྒྱད་རེད་བ། དགུ་བཅུ་རེད། ཨོ་ཡ། བཅུ་དེ་རག་སོང་ཨ་ད་འགྲིག་སོང་ཨ། བཅུ་དེ་ལེགས་འདུག་ཨ། ལེགས་དེ་བསམ་པ། བརྒྱད་དང་ཉི་ཤུ་རྩ་བཞི་དེ་ནང་ལོགས་ལ་བཞི་དེ་སླེབས་སོང་ཨ། ཨོ་བཞི་དེ་སླེབས་ཡོད་དེ་བསམ་པ་གཅིག་བྱས་ན་ཏག་ཏག་ཅིག་ཡོང་གི་ཡོད་པའི་རྟགས་རེད།

བྱེད་དེ་ཙམ་པ་ལས། གཉིས་ནས་གཉིས་ཐོན་ན་ཀླད་ཀོར། དྲུག་ནས་དྲུག་ཐོན་ན་ཀླད་ཀོར། གཅིག་ནས་གཅིག་ཐོན་ན་ཀླད་ཀོར། དུ་བྱེད་དེ་ཙམ་པ་ད་འདི་ག་ར་ཧ་གོ་རེད། འདི་བཞི་བཅུ་ཞེ་དྲུག་ཀླད་སོང་ཨ། བཞི་བཅུ་ཞེ་དྲུག་ཀླད་དེ་ཙམ་པ་ང་ཚོ་ག་ར་ཧ་གོ་བ་རེད། འདི་ལ་བཞི་བཅུ་ཞེ་དྲུག་རེད་ལབ་གོ་མ་གཏང། འདི་གི། འདི་གི། རྩིས་རྒྱབ་ནི་གི་ལན་འདི་བཞི་བཅུ་ཞེ་དྲུག་རེད་ལབ་གོ་མ་གཏང་རྣམ་པ་ཚོ་ག་དུས་ཡོད་ན་དེ་ནོར་གི་རེད། འདི་ག་ར་ཧ་གོ་བ་རེད་ང་ཚོ་འདི་འགྲིག་ཡོད་པ་ཧ་གོ་རེད། གཅིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་གཉིས་ཏེ་འགྲིག་ཡོད་པ་ཧ་གོ། གཅིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་གཉིས་ཏེ་འགྲིག་ཡོད་པ་ཧ་གོ་ཙང་ག་འདྲས་ཧ་གོ་རེད་འདས་ལ་དེ་ནི་ཧ་གོ། ང་ཚོས་སྒོ་ཚིགས་བརྒྱབ་ནས་ཧ་གོ། འོན་ཀྱི་དེ་ཚོ་མ་ཏག་ཏག་ཏག་བྱས་ན་གཅིག་སྟོང་ཉིས་བརྒྱ་བཞི་བཅུ་ཞེ་གཉིས་ཏེ་བྲིས་ཆོག་གི་ཡོད་རེད་ད་དེ་ལན་ཏག་ཏག་རེད་འགྲིག་པ་རེད་ལབ་ཨོ་བཀྲ་ཤིས་བདེ་ལེགས།